འབྲས་བུ་ཐ་མ་གཉིས་གུས་ཐོབ། རྒྱུན་ཞུགས་ཀྱི་འབྲས་བུ་ཆོས་ཅན་དབང་པོ་དགུ་གུས་ཐོབ་ཟེར་བ་ཡིན་པའི་ཕྱིར། རྒྱུན་ཞུགས་ཀྱི་འབྲས་བུ་ཐོབ་བྱ་དབང་པོ་དགུ་སྟེ་ཞོག། དེ་སོགས་དབང་པོ་ལྔ་ཡིད་དང་དྲུག་བཏང་སྙོམས་དང་དོན་ཀུན་ཤེས་བྱེད་པ་དང་བརྒྱད་ཀུན་ཤེས་པ་དང་དགུ་ལ་རོ། དབང་པོ་དགུ་གིས་ཐོབ་པ་ཡིན་པ་དག་དབང་པོ་དགུ་གིས་ཐོབ་པ་མ་ཡིན་པ་དག་དབང་པོ་གཉིས་ཁོ་ན་གིས་ཐོབ་པ་ཡིན་པའི་ཕྱིར།

འོ་འདི་ཚོར་བ་བཏང་སྙོམས་དེ་འདྲའི་ཚོར་བ་བཏང་སྙོམས་དེ་ཆོས་ཅན། ཡ། ཀུན་ཤེས་བྱེད་པ་དང་ཀུན་ཤེས་བསྟན་པ་གང་ཡང་མ་ཡིན་པ་དག། ཡིན་པ་དག་ཀུན་ཤེས་བྱེད་པ་གཞི་མེད་ཕྱིར། ཀུན་ཤེས་བྱེད་པ་ཡིན་པ་དག་མཐོང་སྒོམ་མི་སློབ་ལམ་ལ་བསྐུས། ཨ་ནི་མཐོང་ལམ་གྱི་ངོ་བོར་གྱུར་པའི། ཨ་ནི། ཁར་ས། དེ་ཚོ་དབང་པོ་ལྔ་དང། ཡིད་དང་དྲུག་ཚོར་བ་གསུམ་དེ་གུ་བོ་དེ་ལ། མཐོང་ལམ་གྱི་མཐོང་ལམ་པའི་རྒྱུད་ཀྱི་དེ་གུ་དེ་ལ་ཀུན་ཤེས་བྱེད་པ་དང། སྒོམ་ལམ་པའི་རྒྱུད་ཀྱི་དེ་ལ་ཀུན་ཤེས་པ་དང་མི་སློབ་ལམ་གྱི་དེ་གུ་དེ་ལ་ཀུན་ཤེས་བསྟན་པ་བཞག་པ་མ་ཡིན་པ་དག།

ཡིན། ཀུན། དཔེར་ན་ཀུན་གཞི་བྱེད་པའི་དབང་པོ་དང་ཆོས་ཅན། ཡང་དེ་སོགས་དབང་པོ་ལྔ་དང། མཐོང་ལམ་གྱི་རྒྱུད་ཀྱིས། དེ་སོགས་དབང་པོ་ལྔ་དང་དེའི་སྐུ་ལས་རྫས་ཐ་དད་པ་ཞི་བ་ཐ། རྫས་ཐ་དད་པ་མ་ཡིན་པ་ཐ། དེ་སོགས་དབང་པོ་ལྔ་དང་ཡིད་དང་དྲུག་ཚོར་བ་གསུམ་དེ་ག་རང་ལ། མཐོང་ལམ་གྱི་རྒྱུད་ཀྱིས་དེ་ག་རང་ལ་ཀུན་གཞི་བྱེད་པ་བཞག་པ་མ་ཡིན་པ་ཐ།

མཐོང་སྒོམ་མི་སློབ་ལམ་གསུམ་ལ་རིམ་པར་དད་སོགས་ལྔ། ཡིད་དང་དད་པ་ཡིད་བདེ་བཏང་སྙོམས་དེ་གུར་ལ་ནི་ཀུན་གཞིའི་བདེན་པའི་དབང་པོ་གསུམ་ཡིན་ནོ། དེ་གུར་ལ་ཀུན། ཀུན་གཞི། གུར་ལ་ནི་ཀུན་གཞིའི་རྗེས་ཀུན་གཞིའི་བདེན་པའི་དབང་པོ་དགུ་ཡིན་ནོ། མཐོང་ལམ་ལ་མཐོང་ལམ་མཐོང་ལམ་གྱི་རྒྱུད་ཀྱིས། མ་བརྟགས། ཨ་ནི་རྒྱུན་ཞུགས་ཀྱི་འབྲས་བུ་དེ་དབང་པོ་གུག་གིས་ཐོབ་པ་ཡིན་དམ་མ་ཡིན། དབང་པོ་གུག་གིས་ཐོབ་པ་མ་ཡིན་པ་དག་དབང་པོ་གཉིས་ཁོ་ནས་ཐོབ་པ་ཡིན་པའི་ཕྱིར། ཡིན་པ་དག་ཀུན་གྱིས་བྱས་པ་དང་ཀུན་གྱིས་བདེན་པ་ཁོ་ནས་ཐོབ་པ་ཡིན་པའི་ཕྱིར། ཡིན་པ་དག་དེ་གཉིས་ལ་ལོགས་སུ་གྱུར་པའི་དེ་ཐོབ་བྱེད་ཀྱི་དབང་པོ་མེད་པའི་ཕྱིར། ཡོད་ག་རེ་ཡོད།

གྲངས་ཀྱི་དབང་དུ་བྱས་ན་བཅུ་དྲུག་གིས་ཐོབ་པ་ཡིན་པའི་ཕྱིར། ཨང། གྲངས་ཀྱི་དབང་དུ་བྱས་ན་བཅུ་དྲུག་གིས་ཐོབ་པ་ཡིན་པའི་ཕྱིར་བཅུ་དྲུག་གང་ནས་བྱས་ཏེ། ཨ་དེ་དེ་སོ་དབང་པོ་ལྔ་ཡི་དང་དྲུག་ཚོར་བ་གསུམ་དུས་འདུ་བ། ཨ་ཨ་བཅུ་དྲུག་ལ་ལ་ན་ཉི་ཤུ་གིས་ཐོབ་ཀྱི་འདུག་ཉི་ཤུ་གིས། དཔེར་ན། ཁུ། མ་རེད། མ། དང་པོ་དེ། ཁུ་ཅིག་འདུག་བ། ཁུ་དེ་ལ། ཀུན་གཞི། ཀུན་གཞི་ཕྱེད་པའི་ངོ་བོར་གྱུར་བ། ཁུ། ཀུན་ཤེས་པའི་ངོ་བོར་གྱུར་བ། ཁུ། གོ་གཉིས་ལོག་གི་བཅོ་བརྒྱད། དེའི་གང་ལ་ཀུན་ཤེས་པ། ལ་མེ་ད། ཀུན་ཤེས་པའི་ངོ་བོར་གྱུར་བའི། དེ་སོགས་དབང་པོ་ལྔ་ཡོད་རེད་ཡོད་མ་རེད།

རེད་བ། ཚེ་བ་གང་རུང་གཅིག་རྩིས་རེད་བ། ད་དྲུག་ལ་སོང་ད་ཕ་ཆོག་ལ་དྲུག་སུ་ཡོད་དྲུག་དྲུག་གཉིས་བཅུ་གཉིས་ཡོད་རེད་བ། དྲུག་གཉིས་བཅུ་གཉིས་དེ་ནས་ག་རེ། ཀུན་ཤེས་པ་དང་བཅུ་གསུམ། ཀུན་ཤེས་བྱེད་པ་དང་བཅུ་བཞི་ཡ་བཅུ་བཞི་གི་ཐོབ་པ་ཤིན་པ་ད། ད་ཁྱོད་རང་བཅུ་བཞི་ཐོབ་པ་འདོད་ལ་ཡ་ཉེ་ག་ད་ད་བཅུ་བཞི་ཐོབ་པ་ཡིན་པ་ད་ངས་ཚོར་བ། ཚང་མ་རྩིས་མེད་ད་ཚོར་བ་གཅིག་མ་གཏོགས་རྩིས་མེད་ད། ཡ་བཅུ་བཞི་གི་ཐོབ་པ་ཤིན་པ་ད། བཅུ་དྲུག་གི་ཐོབ་ཡོད་རེད་བ། བཅུ་དྲུག་གི་ཐོབ་པ་འགྲོ་བྱེད་རེད་ངས་ཁ་སང་བསམ་བཏང་ན་བཅུ་དྲུག་གི་ཐོབ་པ་འགྲོ་བྱེད་རེད།

མཐོང་ལམ་གྱི་ཐོབ་པ་ཡིན་པ་དང། ཁྱོད་བདེ་ལམ་གྱི་ངོ་བོར་གྱུར་པའི་སྒོམ་ལམ་གྱི་ཐོབ་པ་ཡིན་པ་གང་ཞིག་བདེ་ལམ་གྱི་ངོ་བོར་གྱུར་པའི་སྒོམ་ལམ་ཐོབ་པ་ལ་མཐོང་ལམ་ངེས་པར་ཐོབ་གོ་ཞེས་ཐོས། ངེས་པར་ཐོབ་གོ། བྱས་ཙང། དཔེར་ན། དཔེར་ན་འདི་བདེ་ལམ་གྱི་ངོ་བོར་གྱུར་པའི་སྒོམ་དཔེར་ན་ཀུན་ཤེས་པའི་དབང་པོས་ཐོབ་སྟེ། ཀུན་ཤེས་པའི་དབང་པོ་ལ་ངེས་པར་ལྟོས་དགོས་རྒྱུ་མཚན་དེ་ཤེས་པས་ཤེས། ད་ལྟ་ཕྱིར་འོང་གི་དབང་དུ་བདེ་ལམ་གྱི་ཐོབ་པའི་ཕྱིར་འོང་འབྲས་བུ་དེ་ཆོས་ཅན། དབང་དུ་བདེ་ལམ་གྱི་ཐོབ་པའི་ཕྱིར་འོང་གི་འབྲས་བུ་དེ་ཆོས་ཅན།

ཐོབ་པའི་འབྲས་བུ་འབྲས་བུ་ཐོབ་པ་དེ་ཆོས་ཅན། ཡང་དབང་པོ་ག་ས། མཐོང་ལམ་གྱི་ཐོག་མ་ཡིན་ཟེར་བ་ཤི་ལ་ཧ། མཐོང་ལམ་གྱི་ཐོབ་པ་ཡིན་པ་དང་འཁོར་གསུམ་དེ་ལྟར་ཐོབ་པ་དང་ཐོབ་པ་དེ་ཡང། ཕྱིར་མི་འོང་ཕྱིར་མི་འོང་དབང་རྟུལ་བདེ་ལམ་གྱི་བདེ་ལམ་ལ་དབང་པོ་ག་ཚོད་ཐོབ་ཀྱི་རེད། དབང་པོ་བརྒྱད་ཀྱི་ཐོབ་ཀྱི་རེད་དེ་ཆོས་ཅན་བརྒྱད་ཀྱི་ཐོབ་པ་མ་ཡིན་པ་དང། ཨ་ནི་ག་རེད། མཐོང་ལམ་གྱི་གུག་གི་ཐོབ་པ་ཡིན་པའི་ཕྱིར། ཡིན་པ་དང་མཐོང་ལམ་གྱི་ཡང་ཐོབ་པའི་ཕྱིར་ལ་ཡིན།

དག་སླད་དུ། ཤེས་པ་བརྒྱད་ཚན་ཐོབ་པ་དང་རྣམ་པ་བཅུ་དྲུག་ཐོབ་པའོ། འབྲས་བུ་ཐོབ་པ་ལ་འབྲས་བུ་ཐོབ་པ་ལ་རྩ་ཚིག་ཏུ་གཉིས་སུ་གཉིས་མ་སོང། གཉིས་སུའང་འབྲས་བུ་ཐོབ་པ་ལ་ག་རེ་གོ་རེ། རྒྱུ་མཚན་ལྔ་ཚང་གོ་ལ་རྒྱུ་མཚན་ལྔ་རྒྱུ་ལྔ་བཏང་ནས་སྲིད་ཕྱིར་རོ་རྒྱུ་མཚན་ལྔ་ཚང་གོ་རེ། རྒྱུ་མཚན་ལྔ་ག་རེ་འབྲས་ལ་སྔོན་ལམ་བཏང་བ་དང། ལ་སོང། འབྲས་བུ་ཐོབ་པ་ལ་ཨ་ནི་རང་གི་ཞུགས་བ་སྔོན་ལ་བཏང་གོ་རེ། སོ་སོ་སོགས་ཀྱི་འབྲས་བུ་ཐོབ་པ་ལ་རྒྱུན་ཞུགས་ཀྱི་འབྲས་བུ་ཐོབ་པ་ལ་རྒྱུན་ཞུགས་ཞུགས་བ་སྔོན་ལ་བཏང་གོ་རེ་ཕྱི་རོལ་གྱི་འབྲས་བུ་ཐོབ་པ་ལ་ཕྱི་རོལ་ཞུགས་བ་སྔོན་ལ་ཐག་གོ་རེ། འབྲས་ལ་སྔོན་ལམ་བཏང་བ་དང།

ཁྱབ་ན། གང་ཟག་ཕྱི་མོ་དབང་རྟུལ། འདས་ལམ་གྱི་ཐོབ་པ་དེ་ཆོས་ཅན། མཐོང་ལམ་ལ་བརྟེན་ནས་ཡང་ཐོབ་པ་ཞི་བ་དང། ཀུན་གཞི་བྱེད་པོའི་དབང་པོ་ལ་བརྟེན་ཐོབ་པ་ཞི་བ་དང། ཡིན་པ་མཐོང་ལམ་བརྟེན་ཐོབ་པ་ཞི་མི་ཕྱིར། ཡིན་པ་མཐོང་ལམ་ངེས་པར་འདོད་པ་ཞི་མི་ཕྱིར། ཡིན་པ། ཁྱབ་མ་ཁྱབ་མ་བྱུང་ཨེ། ཁྱབ་མེད་ན་ཚད་ཅན། ཀུན་གཞི་བའི་དབང་པོ་ལ་བརྟེན་ནས་ཐོབ་སྟེ་ཀུན་གཞི་བའི་དབང་པོ་ལ་ངེས་པར་འདོད་པའི་སེམས་མ་ཡིན་པ་དང། དེ་ནི་ག་རེ།

ཡང་ལུས་སྲོག་གཉིས་ཙམ་གསར་དུ་རྙེད་པ་མ་ཡིན་པ་དང། ཡིད་ཀྱི་དབང་པོ་ཡང་གསར་དུ་རྙེད་པ་བཞི་ལས་ཕྱིར། རྙེད་པ་རེད། རེད་བ་རེད་རེད་རེད། རྙེད་པ་རེད་རེད་མ་རེད་རེད་མ་རེད་ཡིན་ན་རེད་མ་རེད་ལབ། རེད་མ་རེད། མ་རེད་ལ་ལ་ཀ་ཨ་ནི་སྲོག་ཡང་གསར་དུ་རྙེད་པ་མ་ཡིན་པ་དང། དེ་གཉིས་ཚང་མ་མ་ཡིན་ལ་གོ་ར་ཨ། སྲོག་གསར་གཉིས་མ་ཡིན་པ་དང་སྲོག་བར་མ་ཆད་པར་བྱུང་བའི་ཕྱིར་ལ་ཡིན།

ད་ལྟ་བསམ་གཏན་གསུམ་པའི་དེ་བ་ནི། བསམ་གཏན་གསུམ་པ་ནི་ད་དངོས་གཞི་ཐོབ་ཡོད་མ་རང། དེ་ནི་ཁོ་དེ་བ་གང་འདྲས་སུ་ལྡན་གྱི་རེད་ལགས་ཏེ་བྱམས་པ་ལགས། དེ་ནི་བསམ་གཏན་གསུམ་པའི་དེ་བ་ཉོན་མོངས་ཅན་དེ་ད་ལྟ་བསམ་གཏན་གཉིས་པ་དེ་གིས་སྤངས་ཡོད་མ་རེད། གང་ལ་དེ་སྐྱེས་མ་སྤངས་བའི་དངོས་པོ་དེ་དང་ལྡན་པ་ཡིན། ཁོ་རང་གིས་ད་གོང་མའི་ཉོན་མོངས་ཐམས་ཅད་གོང་མའི་ཉོན་མོངས་ཐམས་ཅད་མ་སྤངས་ན་ག་རེ་རེད་གོང་མའི་ཉོན་མོངས་ཐམས་ཅད་ལྡན་དགོས་རེད་ལ་རེད། ང་རང་ཚོ་ལ་ག་ལ་རེད་འཆིང་བ་ཀུན་ལྡན།

མཚན་མ་གཉིས་དང་ལྡན་པ་སྟེ་བཅུ་དགུ་ལྡན་གྱི་རེས་བཅུ་ག་རེ་བྱུང་ང་སང་ང་གསུམ་བྱུང་ང་ག་རེ་ང་སོ་བྱུང་ང་ངུ་སོ་དབང་པོ་ང་དད་སོ་དབང་པོ་ང་ཚོར་བ་ང་ང་གསུམ་བྱུང་ང་དེ་གང་ལ་སོགས་དང་བཅུ་དྲུག་ཡིད་དང་བཅུ་བདུན་ཕོ་ཡི་དབང་པོ་དང་བཅོ་བརྒྱད་མོ་ཡི་དབང་པོ་དང་བཅུ་དགུ་དང་མང་ཤོས་ལྡན་གྱི་འདི་ཡང་དབང་པོ་བཅུ་དགུ་ལྡན་རེ་ཟེར་བ་ཤིན་ཏུ་ཆེར་འང་དེ་ཆོས་ཅན་དབང་པོ་བཅུ་དགུ་ལྡན་པ་ཡིན་པ་དང་མང་ཤོས་དབང་པོ་བཅུ་དགུ་ལྡན་པ་མ་ཡིན་པ་དང་དབང་པོ་ཉི་ཤུ་རྩ་གཉིས་ལྡན་པའི་ཡེ་ཤེས་ལ

འདོད་པ་མཚན་ཉིད་པ་ཡིན་མཁན་སོ་སོ་སྐྱེ་བོ་དེ་ལ། བསམ་གཏན་དང་པོ་གཉིས་པ་གསུམ་པ་གྱི། དེ་བ་ཉོན་མོངས་ཅན་དེ་ཡང་བདེན་པའི་ཕྱིར། བདེན་གྱི་མ་རེད། ཁྱོད་གསུམ་བདེན་པ་དག་གང་ལ་དེ་སྐྱེས་མ་སྤངས་བའི་དངོས་བོ་དེ་དང་བདེན་པ་ཡིན། ད་ཀྱི། ད་ཀྱི་ཏིས་གོང་བ་དེ་རང་རེད་ད་ཀྱི་ག་རེ། བསམ་གཏན་གཉིས་བ་དེ་ལ་ཡིད་དེ་མི་བདེན་དེ་བ་བདེན་ལགས་སོ་བསམ་གཏན་གཉིས་པའི་སོ་སོ་སྐྱེ་བོ་དེ་ལ་ཡིད་དེ་མི་བདེན་དེ་བ་བདེན། དེ་བ་བདེན་པའི་རྒྱུ་མཚན་དེ་ཡང། ག་རེ་གསུངས་སོ་ལབ་ན་དེ་ནི། གོང་མའི་དེ་བ་ཉོན་མོངས་ཅན་ནི་སྤངས་ཚར་བ་རེད། གོང་མའི་དངོས་གཞི་ནི་ཐོབ་ཡོད་མ་རེད་ཨ། དེ་བ་གང་རིགས་ལྡན་གྱི་རེད་ལབ་ན། ཨ་ནི། གོང་མའི་ཉོན་མོངས་མ་སྤངས་བས་དེ་དང་ལྡན་པ། ཨ་ནི། དེ་དང་ལྡན་ཞེས་གྲུབ་མཐའོ། ར་བྱེ་བྲག་སྨྲ་བའི་གྲུབ་མཐའ། གྲུབ་མཐའ་དེ་ག་རེ་རྩ་ཚིག་གི་དབང་དུ་བྱས་ན། གང་ལ་དེ་རྐྱེན་མ་སྤངས་བའི་དངོས་པོ་དེ་དང་ལྡན་པ་ཡན་ལ་རེ་གོ། ཉོན་མོངས་མ་སྤངས་བ། ཉོན་མོངས་གང་ཞིག་མ་སྤངས་ན་ག་རེ་ཡིན་པའི་ཁྱབ། ཁྱོད་ལ་ལྡན་པའི་ཁྱབ་རེད་ལ་རེད།